ཁ་མིག་ཟས་ཀྱི་ཁ་ཞེང་དང་ཉིན་པ་གཅིག་ལ་སྨན་ཐང་མ་བཞི་བཟའ་དགོས་ཡིན་གྱིར་ཐང་མ་རེ་ལ་སྨན་གསུམ་བཞི་དེ་འདྲ་མཉམ་དུ་མཉམ་དུ་ཡོད་རྒྱུ་ལ་དུས་ཧ་ལས་བས་ཀྱི་གཟུགས་པོ་ལ་ཅིག་ཕན་ལས་སླ་བས་ཀྱི་ནད་ཀྱི་ཉེན་ཁ་དེ་འདུག་བསམ་ནས་དངངས་རེ་དོག་ཞིག་སྐྱེས་འདུག་ཡིན་ན་ཡང་ཡང་ནད་པ་ཁོ་ཚོ་ཡང་ཧྲ་ཏག་ཏག་འགྲོ་ཅི་ལས་ཤ་སྟབས་ཡག་ནས་ནད་པ་གཅིག་ལྟ

མི་ཚེ་གཅིག་ལ་ད་སོ་སོ་སྤོ་བོ་གསུམ་གྱི་ཨ་མ་དེ་ལས་ཀྱི་སྐྱོད་བཞག་ཡོད་རེད། ཨ་འདི་ཡིན་དུས་འཇམ་པ་ལ་སྤོ་བོ་ཆེན་པོ་ག་ཚོད་མང་ག་ཚོད་ཆགས་ནས་སྤོ་བོ་ལ་དུས་ཚོད་བཏང་ཡོད་དེ་གལ་ཆེན་པོ་རེད་དོ། དུས་ཚོད་མེད་ང་གཅིག་བྱེད་དགོས་ཡོད་གཉིས་བྱེད་དགོས་ཡོད་ལ་ང་འདི་ལ་ཡོད་དེ་དགའ་བོ་ཁྱོད་ནི་མ་ང་དེ་དང་སྤོ་བོ་ཙམ་མིན་པ་གཅིག་གྲོགས་པོ་གྲོགས་མོ་འདྲ་བོ་འདྲ་ཡིན་པ་ཡིན་ནའི།

དམིགས་བསལ་གྱིས་ཞེའུ་གཅིག་རྟ་གཉིས་འཕྲོ་དགོས་དེ་འདྲ་ནི་མི་འདུག་ཁ་ཤས་ནི་གཡའ་བྱེད་དགོས་གི་དེ་འདྲ་མི་འདུག་ད་སྔ་ཐོབ་ཐོབ་དུས་ཚོད་སྟོང་པ་འགྲོ་རྗེས་ཆག་རག་ཡག་ནི་དེ་ལ་ཡང་ཟུར་ལ་ལན་གནས་སྐྱོར་ནས་ཁ་ཤས་ཅིག་ཡག་པོ་བྱས་འདུག་རྟ་དེ་ཙམ་པ་ལ་ང་ལ་ཚེ་ཏན་ཆོས་སྒྲོན་གྱིས་ཆེད་དུ་ཡིན་ཡིན་ལ་ནི་བི་ཀྲོ་དེ་འདྲའི་བཟོས་རྒྱུ་དེ་འདྲའི་རྐང་རེ་གཉིས་བྱེད་དུ་རག་ང་གཉིས་ཀྱིས་བི་ཀྲོ་དེ་ང་ལ་དུག་སེལ་བཏང་དུས་ངེད་ཀྱིས་དུག་སེལ་བཏང་བ་དང་ངེད་ཀྱིས

ད་ལྟ་གྲོས་ཚོགས་ཚོགས་ཐུབ་སོང་ཨང་འདི་ནང་ལོགས་ལ་བཀའ་མོལ་ཡག་པོ་བྱུང་སོང་ད། སྒྲིག་གཞི་གསར་བ་དེ་འདྲས་ཡོད་པ་ཡིན་ནའི་རེད་ད་ག་རེ་ཡིན་ནའི་རེད། ད་བརྒྱ་ཆ་དགུ་བཅུ་གོ་ལྔ stop that successful འདྲ་བོ་ཅིག་རེད་ར། ཨ་ནི་དམིགས་བསལ་གྱི highlight ཧ་ལས་ཀྱི་གལ་ཆེན་པོ་དེ་ད་ལྟ་གྲོས་ཚོགས་དེ་ལ་ང་རང་ཚོས་ཀྱི།

ད་ལྟའི་གི་སྤྱི་མཐུས་གྲོས་ཚོགས་ནང་ལ་ཧ་ལོས་གི་སེམས་པ་གཏིང་ནས་དགའ་བསུ་ཞུ་ཡི་ཡིན་ལ། དེ་ནས་ང་རང་ཚོས་གི་ལྷ་རྒྱལ་རྣམ་རྒྱལ་གྲོགས་ལ་ད་ཡིན་པ་ཆེ་བ། ཨ་ནི་དེ་ནས་ཕུ་བོ་རྒྱལ་སྟོང་ལ་ད་ངོ་ནས་ཁོ་ར་དེ་ལ་གཟི་བརྗིད། ཨ་ནི་དེ་ནས་ང་རང་ཚོས་གི། ཆུ་ཆེན་དཀོན་མཆོག་ཆོས་སྒྲོན

ངེད་ཀྱི་ཁ་པར་དེ་དག་ངེད་ཀྱི་མི་ཚེ་ནང་ལོགས་ལ་གད་སྙིགས་ལ space ཡོད་མ་རེད་ར། ཁྱེད་ཚང་ནམ་ས་གོ་ར་མ delete བྱེད་ཤ་ཡི་ཡིན་ན་ཡང་ངེད་ཀྱི་ག་རེ་ཞུ་ཡ་ཡིན་ཟེར་ན་ར་ང་ཁྱེད་ཚོ་འདྲ་བ་ལ་ཀུན་སྤྱོད་ཇོ་རིང་པོ་སྙིང་རྗེ་གི་འདུག་ལ་ཡིན་ར། པེ་ཤ་དོན་དག་ལ་ཚེ་བརྟན་ཇོ་རིང་གི་མིང་བེད་སྤྱོད་བཏང་ནས་ཚེ་བརྟན་ཇོ་རིང་མིང་དེ་བེད་སྤྱོད་བཏང་ན youtube གི video ལྟ་ཉན་མ་ང་ར་གི་རེད་བསམ་ནས་ཨ་ནི་པེ་ཤ་མ་ང་ར་གི་རེད་བསམ་འདི་བྱེད་དགོས་ར། ང་ངོས་ནས་ང་རང་ཉིད་ངོས་ནས་ལྟ་འདི་འགལ་བ་རེད་ད།

ནི་བོད་པ་ཡིན་དུས་བོད་མི་རིགས་ཀྱི་འཕྲོ་བརླག་འགྲོ་རྒྱུ་ནད་པ་ཡིན་རྒྱུ་ཨ་ནི་ཐ་ན་རང་ཐོག་ནས་ཤི་བསྡད་ན་ནི་དཔེ་ཁག་པོ་ར། ད་ཡང་འདི་པ་ར་ལགས་ཅིག་བོད་པའི་གི་ཆབ་སྲིད་ལ་བྱེད་དོ་བྱེད་ཉན་བོད་པ་མ་ཡིན་པའི་གི་མི་རིགས་དེ་འདྲས་ཡོད་ས་རེད་ཅིག་ཤར་པ་ལ་སོགས་པ་བི་ཧ་རི་ལ་སོགས་པའང་དེ་འདྲས།

ང་རང་ངོས་ནས་ལན་དམིགས་བསལ་གྱི་འདི་རྒྱག་མེད། སླ་ཡང་ང་རང་ལན་རྒྱག་དགོས་ཡས་ཀྱི་ང་རང་དུས་ཚོད་དུས་ཚོད་གནད་འགག་གནད་འགག་ལ་ངས་བྱེད་དགོས་ཡས་དེ་བྱེད་ཀྱི་རེད། གཞན་པ། ཉི་མ་སུམ་བརྒྱ་དྲུག་ཅུ་རེ་ང་གང་ཟག་ཉིད་ཀྱིས་ལན་རྒྱག་གི་མ་རེད་ག་ཅིག་ལ་ན། དེང་སང་གི་ཐོག་འབྲེལ་བ་ཆགས་ཀྱི་མི་འདུག་སྤྱི་འཐུས་གྲོས་ཚོགས་ཚར་སོང་མ་ད། མཚན་ལ་ཨ་རམ་བྱེད་ནས། Night Duty ལས་ང་རང་ཉལ་ཡས་དུས་ཚོད་ལ་ཨ་རམ་བྱེད་ནས་ཉལ་ཡས་ར། ཡ་ཡ་ནི་རྣམ་པ་ཚོ། སྐུ་གསུང་ལ་ལྕགས་ཕོ་ནང་རོ་ནང། སྐུ་ཚེ་རིང་བོད་རྒྱ་ལོ་བོད་རང་བཙན་རྒྱ་ལོ Free Tibet བདེན་པ་རྒྱ་ལོ་མགྱོགས་པོ་བརྗེད་ཡོང Bye Bye།